དགའ་བའི་རྗེས་སུ་ཡི་རང་བཞུགས་ཀྱི་ཡོད། ལིང་གེ་ཚང་མ་རྣམ་པ་ཚོ་ཡིན་པ་ཡིན་ན་ཡང་ད་དེ་རིང་ད་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པའི་ལེའུ་དེ་ལ་ད་ཐོས་པའི་བག་ཆགས་རེ་བ་ནི་ཕྲན་བུ་གྱི་བསམ་བློ་བཏང་ཐུབ་པ་ཡིན་པ་ཡིན་ན་བསམ་བློ་བཏང་ཡས་ཀྱི་བག་ཆགས་ནི་དེ་ཕྲན་བུ་གྱིས་སོ་སོ་ཀྱི་ལག་ལེན་བསྟར་ཐུབ་པས་དེ་ཡང་སྲིད་ཡང་སྲིད་བསམ་བློ་བཏང་ཐུབ་པ་ཡིན་པ་ཡིན་ན་ང་ཚོ་སྒོམ་པའི་བག་ཆགས་མདོར་ན་ཐོས་པ་བསམ་པ་སྒོམ་པ་གསུམ་གྱི་བག་ཆགས་དེ་འདྲ་ཅིག་བཞག་ཡ་རག་སོང། དགེ་བའི་བག་ཆགས་ཙམ་དུ་མ་ཟད་ང་རང་ཚོ་ད་དགེ་བའི་བག་ཆགས་ད་ཆེ་ཤོས་དེ་རེད་རེད་བ། འོ་དེ་འདྲ་ཅིག་བཞག་རྒྱུ་རག་པ་དེ་དཔེ་སྐལ་བ་བཟང་པོ་བྱུང་སོང་བསམ་པའི་དགའ་བ་ཅིག་སྒོམ་ན་རེད་བ།

སྤྱི་ཡོངས་ཀྱི། སྤྱི་ཡོངས་ཀྱི་དུས་གསུམ་ཁ་ལག་བཟའ་བོ་རེད། ད་ནི། ད་དུས་གསུམ་ཁ་ལག་བཟའ་བ་དེ་ཚེ་འདི་གི། ད་ལུས་པོ་འཚོ་ཡས་ཀྱི་དོན་དག་ལ་རོལ་བ། རོལ་བ། དུས་གསུམ་ཁ་ལག་བཟའ་བ་དེ་ཚེ་འདི་གི་ལུས་པོ་འཚོ་ཡས་དོན་དག་གལ་ཆེན་པོ་རེད། ཚེ་འདི་གི་རང་གི་ཆེད་དུ། ད། བསམ་བློ་བཏང་བསྡད་པ་ཡིན་ན་འདི་ལུས་པོ་འདི་ཉི་མ་གཅིག་ཨ་ནི་ཁ་བྲལ་ནས་འགྲོ་དགོས་པོ་རེད་པ། ད་ལུས་པོ་འདི་ལ་ཡང་ལུས་པོ་འདིའི་ཚོགས་དབོ་རེད་དེ་དང་མཉམ་དུ་ང་རང་ཚོ་ད་ནང་པ་ཅིག་ཡིན་པའི་ཆ་ནས་ཆོས་སྒྲུབ་མཁན་ཅིག་ཡིན་པའི་ཆ་ནས་བསམ་བློ་བཏང་ཡང་འདི་སེམས་འདི་ལ་ཡང་དུས་གསུམ་འདི་ཁ་ལག་ཅིག་སྤྲད་ཐུབ་ན་ཟེར་ནས་ངས་ད་གར་ཆོས་གྲོགས་དེ་ཚོ་ལ་ཞུས་པ་རེད། རེད་བ། དུས་གསུམ་ཁ་ལག་སྤྲད་ཐུབ་པ་ཡིན་པ་ཡིན་ན་ད་ཡང་སྲིད་ཡང་སྲིད་ང་ཚོ་ཅིག་སྐར་ཆ་སྐར་ཆ་བརྒྱུད་ནས་ད་ང་ཚོ་ཟོ་རོ་ལ་འདི་ཁག་པོ་རེད་རེད་བ། དུས་གསུམ་ཁ་ལག་ཟ་བའི་སྐབས་ལ། ཞལ་ལག་མ་འཆོལ་གོང་ནས་ནི་ཅིག། ཕན་སེམས་ཕྲན་བུ་ཕྲན་བུ་བཏང་ཐུབ་པ་ཡིན་པ་ཡིན་ན། ལུས་ལ་ཡི་འཚོ་བའི་ཁར་ཟ་ཟས་འཚོལ་བའི་ཅིག། ཟས་འཚོ་བ། ལུས་འཚོལ་བའི་གི་དོན་དེ་ལ་ཞལ་ལག་འཆོལ་གི་ཡོད་པ། ནི་སེམས་འཚོལ་བའི་དོན་དག་དེ་ལ་ནི་ང་རང་ཚོ་ཕན་སེམས་དང། ནི་ང་རང་ཚོ་སྒྲུབ་ཆོས་ཀྱི་བསམ་བློ་ཡོད་པ། ང་ཚོ Positive Mind གསུང་གི་འདུག་བ། འདི་ཚོ་བསམ་བློ་ཞིག་བཏང་ཐུབ་པ་ན་ཏིལ་ཁྱད་པར་མེད་འགྲོ་བ་བྲིན་དགོས་བ་རེད། འདི་ཡོད་པ་ཡིན་ན་ཚེ་འདི་ཀྱི་ལུས་འཚོ་ཡ་ལ་ཡ་ཕན་ཐོག་རེད་བ། ཨ་ནི་སེམས་དེ་ཡང་ཨ་ནི་ང་རང་ཚོ་ཅིག་དགེ་བའི་ཆོས་ཨ་ནི་སྒྲུབ་ཆོས་དུ་ལ་བཏང་ཡ་ལ་ཁྱད་པར་རིག་དགོས་ས་རེད། འདི་ངས་ཅིག་ཞུས་ན་དྲན་ཚོ་ད་ཀྱི་ད་ག་དེ་འདྲའི་བསམ་བློ་ཞིག་བཏང་རེད་འདི་ཅིག་ཞུས་བཞག་པ་ཡིན་ན་རེད་བ། ཞོགས་པའི་ཞོགས་ཆ་མ་ཆོད་གོང་ནས་སྐར་ཆ་ཁ་ཤས་ཀྱིས་དེ་རིང་ངས་ཁ་ལག་ཟ་རྒྱུ་ཡོད། ཁ་ལག་ཟ་བ་འདི་སེམས་ཅན་མང་པོ་ཡི་བཀའ་དྲིན་ལ་བརྟེན་ནས་ཡིན། འདི་འདྲ་ཞིག་བསམ་བློ་དང་སེམས་ནང་ལ་ཅིག་སོ་སོ་གི་དོན་དག་འགྲུབ་པ་ཡོང་གི་རེད་མ་འགྲུབ་པ་ཡོང་གི་རེད་དོན་དག་མ་འགྲུབ་པ་དུ་སུ་ཡིན་པ་ཡིན་ན་གལ་མི་འདུག་དེ་ང་རང་གི་སྐྱེ་བ་སྔ་མ་འདི་ལྟར་ལས་དང་བསོད་ནམས་ཞུ་ན་ཡག་རེད་འདི་བསམ་བློ་བཏང་ན་དོན་དག་ཅིག་འགྲུབ་པ་ཡིན་པ་ཡིན་ན་ད་འགྲིག་སོང་དཔེ་ཡག་པོ་བྱུང་སོང་བསམ་པའི་བསམ་བློ་རེད་བ། འདི་བྱུང་པ་ཡིན་ན་ནི་ང་རང་ཚོ་རྒྱལ་བ་དངོས་ཡ་ལ་ད་སྤྲོ་བ་སྐྱེ་གི་ཡོད་ས་རེད་རེད་བ། ཉི་མ་དཔལ་རྒྱལ་བ་ཀརྨ་པ་རིན་པོ་ཆེ་གི་ད་ལྟ་ཐད་གཏོང་ཐོག་ནས་བཀའ་ཆོས་ཀྱི་རྣམ་པའི་སྐབས་ལ་ཚིག་གཞན་གྱིས་གསུངས་སོང་ད་འདི་གླུ་ལ་དཔལ་བརྟན་པོ་བདེ་ཤར་བ་སྐྱིད་ན་བདེ་བ་ཚོགས་སུ་བསྔོ་ཕན་བདེ་རྣམས་ཀ་གང་བར་ཤོག་རེད་བ། འདི་རྣམ་པ་ཚོ་མང་ཆེ་བ་བློ་ལ་སྐྱོ་ཡ་ཡོད་རེད་སྐྱིད་ན་བདེ་བ་ཚོགས་སུ་བསྔོ་ཕན་བདེ་རྣམས་ཀ་གང་བར་ཤོག། སྡུག་ན་ཀུན་གྱི་སྡུག་བསྔལ་ཀུན་སྡུག་བསྔལ་རྒྱ་མཚོ་སྐེམ་པར་ཤོག་གསུངས་ཡ་འདི་དཔལ་སྨོན་ལམ་རླབས་ཆེན་པོ་རེད་བ། འདི་འདི་ལམ་བཟང་བྲིས་པ་ཡིན་རེད་བ། ཨ་ནི་གཅིག། སེམས་ནང་ལ་གཟུགས་པོ་དང་སོ་སོ་ཡོད་དོ་སྣང་ཆེ་བས་ལམ་སང་བློ་ལ་ལས་ཁེ་བ་ཡོད་དགོས་དོ། སྐྱིད་ན་བདེ་བ་ཚོགས་བཟུང་ངོ་གསུང་ཡས་ཏེ། སྐྱིད་པོ་བྱུང་སོང་ན་གསུང་བ་རེད། རེད་བ། སྐྱིད་པོ་བྱུང་སོང་ན་ཚོགས་བཟུང་ངོ་གསུང་ཡས་ཏེ། ང་ཚོ་སངས་རྒྱས་ཀྱི་གོ་འཕང་ཐོབ་བས་ཀྱི་དོན་དག་ལ་བསྔོ་བ་བྱེད་ཞོག་གསུང་པས་སྐྱིད་པོ་བྱུང་སོང་ན། སྐྱིད་ན་བདེ་བ་ཚོགས་སུ་བསྔོ། རེ་བ་ཕན་བདེ་ནམ་མཁའ་གང་བར་ཤོག། ཨ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་པ་ཡིན་པ་ཡིན་ན་ཨ་ནི་སེམས་ཅན་ལ་ཕན་པ་དང་ཨ་སེམས་ཅན་ལ་ཨ་ནི་ད་བདེ་བ་སྒྲུབ་པའི་ཆེད་དུ་ཨ་ནི་ཕན་བདེ་ནམ་མཁའ་གང་བར་སེམས་ཅན་ལ་ཕན་པ་དང་བདེ་བ་སྒྲུབ་པའི་ད་ནམ་མཁའ་ན་ཞིག་གང་བར་ཤོག་ཟེར་ནས་འོ་དེ་ཅི་གསུང་ངེ་འགོ་འདུག་ཨ་ཕན་བདེ་ནམ་མཁའ་གང་བར་ཤོག། སྡུག་ན་ཀུན་གྱི་སྡུག་བསྔལ་ཀུན། རེ་བ་གལ་སྲིད་བཀའ་ཉན་ཞིག་བྱུང་སོང་ན་སོང་རེད་འདུག་ན་སོང་ངེར་སྡུག་བསྔལ་བྱུང་ན་སོང་རེད་འདུག་ན་ཀུན་གྱི་སྡུག་བསྔལ་ཀུན། སོ་སོ་ལ་བཀའ་ཉན་བྱུང་བྱུང་བ་ཡིན་ན་ཡིན་རེད་ཨ་ནི་སེམས་ཅན་གཞན་ལ་བཀའ་ཉན་བྱུང་བ་ཡིན་པ་ཡིན་ན་དེ་བཀའ་ཉན་ཚང་མ་ཨ་ནི་སོ་སོ་རང་ཉིད་ལ་སྨིན་པ་ཤོག་སོང་ཡ་དེ་རེད་བ་འདུག་ན་ཀུན་གྱི་སྡུག་བསྔལ་ཀུན་སྡུག་བསྔལ་རྒྱ་མཚོ་སྐེམ་པར་ཤོག་འདི་ང་རང་སོ་ད་བྱང་ཆུབ་སེམས་དཔའི་གི་ད་སྨོན་ལམ་གཙོ་བོ་དེ་རེད་བ། བཙུན་བཅུ། ལེའུ། རྟགས་བཅུ་བ་ཞུ་བ་རེ་བསྔོ་བའི་ལེའུ་ནང་ལོ་ཏོ་བ་རྒྱལ་ས་ཆེན་པོ་ཞུ་བ་ལ་ཡི་དྭགས་ནི་ཁ་ཟས་གྱིས་ནས་ཀྱང་ཉམས་དང་ལྡན་ཞིང་འཚོ་བར་ཤོག། ང་རང་ཚོ། ཏདྱ། བདག་ནི་ཁ་ཟས་སུ་ཡིན་ཏེ་ང་ཁ་ལ་སྐྱོ་བོ་ས་ནི་སྔོན་ནས་ཏདྱ་གཟུགས་པོ་ཐང་པོ་ཡོང་བར་ཤོག་ཟེར་ནས་ར་བ་དེ་འདྲའི་བཞིན་སྨོན་ལམ་རླབས་ཆེན་པོ་ཞུ་བ་སྐྱོ་འདུག་བ། པོ་འདི་ནང་བཞིན་ང་རང་ཚོ་གཅིག། སྨོན་ལམ་ཁྱོད་ལ་དཀའ་ལས་ཞེ་དྲག་ཡོད་མ་རེད་བ་ད། ཁྱེད་ཚོས་འདི་ཡོད་དེ་ང་རང་ཚོ་ག་དུས་ཡིན་ན་གཅིག། དགའ་སྣང་གི་བསམ་བློ་གླེང་ཡོང་དེ་ལམ་སང་འདི་དགའ་བའི་བསམ་བློ་དེ་ཉིད་ཨ་ནི་སེམས་ཅན་གཞན་ལ་ཕན་པ་སྒྲུབ་པའི་ཡིད་ཆེད་དུ་ཡིན་བསམ་བློ་བཏང་རེད་བ། དེ་ནི་བཀའ་ཉན་གྱིས་བྱུང་བ་ཡིན་པ་ཡིན་ན་དེ་བཀའ་ཉན་ཚང་མ་ད་སེམས་ཅན་ཞིག་སོ་སོ་ལ་ད་བཀའ་ཉན་བྱུང་ཚར་བ་རེད་དེ། ང་ལ་བཀའ་ཉན་བྱུང་བ་ན་ཞིག་ང་ལས་གཞན་པའི་སེམས་ཅན་ལ་བཀའ་ཉན་བྱུང་ནི་ག་ཚོད་ཡོད་རེད་རེད་བ། འདི་ཚང་མ་ང་ལ་སྨིན་པར་ཤོག་ཟེར་ནས་འདུག་ན་ཀུན་གྱི་སྡུག་བསྔལ་ཀུན་སྡུག་བསྔལ་རྒྱ་མཚོ་སྐེམ་པར་ཤོག་འདི་བསམ་བློ་བཏང་ཐུབ་པ་ཡིན་ན་ནི་མ་གི། ཁར་ས། སེམས་ཅན་རྣམས་ཀྱིས་སླད་ནས་ཙམ་ས་ལོ་སྙམ་དུ་བསམས་ན་ཡང་རུང་བ། ནི། བསོད་ནམས་དཔག་མེད་ཁར་ས་ཕན་འདོགས་བསམ་པ་དང་ལྡན་པ་བསོད་ནམས་དཔག་མེད་ལྡན་གྱུར་ན་ལ་ཡས་དེ་ལ་དེའི་འཁོར་བ་བརྒྱ་ཐུབ་པར་རུང་བ། དེ་ནས། ཁར་ས། སྐྱིད་ན་བདེ་བ་ཚོགས་སུ་བསྔོ། ཕན་བདེ་ནམ་མཁའ་གང་བར་ཤོག་གསུང་ཡིག་བསམ་བློ་བཏང་ཡོང་དུས་ཨ་ནི་ཕན་པར་བསམ་པ་ཙམ་གྱིས་ཀྱང་ཨ་ནི་སངས་རྒྱས་ཆོས་ལས་ཁྱད་འཕགས་ནའང་གསུང་ངེས་ཏེ་སེམས་ཅན་མ་ལུས་ཐམས་ཅད་ཀྱིས་ཨ་འདོད་དོན་བརྩོན་པ་རྨད་བྱུས་དགོས་གསུང་ནས་ང་ཚོ་སེམས་ཀྱི་ལེའུ་དང་པོ་ན་ལ་ཕྱིན་ཡོད་པ་གཅིག་བྱས་ན་ཨ་འབའ་ཚོ་བློ་ལ་ཟིན་མི་ཡོད་རྒྱུ་རེད་འདི་ངའི་བློ་ལ་ཟིན་པ་ཡིན་རུང་བ་ད་གཞན་དག་ཁས་འཆེ་མ་ཐུབ་པ་ཡིན་ལ་ང་ལ་འགྲོ་གི་འགྲོ་གི་བསམ་བློ་བཏང་ཡོང་དུས་ཨ

བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་སྟོན་པའི་ལེའུ་ན་ལ་འདི་འདྲའི་ཅིག་གསུངས་ཤག། ཨ་ནི་རླབས་ཆེན་པོ་ཞི་བོ་རེ་ཤག་འདི་འདྲའི་ཅིག་གི་བསམ་བློ་འདི་སྐྱེས་ན་ཅི་མ་རུང། ང་ལ་དེ་ལས་སྐྱེ་བར་ཤོག་ཅིག་ཟེར་ནས་རོལ་བ། ཨ་ནི་སོ་སོའི་ལྷ་ལ་མ་ལ་གསོལ་བ་ཅིག་བཏབ་པས་འོ་དེ་འདྲའི་ཅིག་ལ་ཕན་དུ་ཡོང་གི་ཡོད་ཟེར་དེ་ཡོད་དུས། སེམས་ན་ལ་དགའ་སྣང་ཅིག་སྐྱེས་ན་ལོ། ད་ང་རང་ཚོ་དེ། ད་ང་ཚོ་རོ་ཏོ་ལས་ཀ་མེད་ངེས་ཚོར་རེད་རོལ་བ། རྣམ་པ་ཚོ། མང་ཆེ་བ་ཕྱག་ལས་ཡོད་རེད། སོ་སོ་གི་བཟའ་ཚང་ཡོད་རེད། སོ་སོ་གི། བུ་ཕྲུག་དེ་འདྲས་ཡོད་རེད་གྲོགས་པོ་གྲོགས་མོ་ཐུག་གོ་ཡ་དེ་འདྲས་ཡོད་རེད་ཨ་ནང་གི་ལས་དོན་མང་པོ་ཤི་བ་ཡོད་རེད་དེ་ཆུ་ཚོད་གཅིག་དུས་ཚོད་བཏང་ནས་བོད་པ་དེ་ལ་ང་དཔེ་སྐལ་བ་བཟང་པོ་ཡིན་ཟེར་ན་སོ་སོ་སོ་སོ་ལ་སྤོ་བ་སྤྲད་བ་ཡ་དེ་གལ་ཆེན་པོ་རེད་ཤག་རེད་བ། རྣམ་པ་ཚོ་རེད་བ་འདི་བྱས་པ་ཡིན་པ་ཡིན་ན་ཨ་ནི་ང་རང་ཚོ་བསོད་ནམས་ཞི་བོ་བསགས་ཀྱི་ཡོད་ས་རེད། དུས་ཚོད་མ་ཁེལ་ངེས་བདེ་ལེགས་དེ་བས་ཡིན་པ་ཡིན་ན་ཕན་ཐོགས་སུ་གྱ་ཡོད་མ་རེད། ཨ་ད་ག་རེ་ཤེས་ཀྱི་འདུག་ཁོ་གཅིག་འགྲོ་ད། ད་དུས་ཚོད་ནི་འདི་འདྲ་འདི་འདྲ་རེད་ཤག་ཕྱི་ལོ་ནི་གནམ་གཤིས་འདི་འདྲ་འདི་འདྲ་རེད་ཤག་འདི་བྱེད་འདོད་པ་ཡིན་པ་ཡིན་ན། ཨ་ནི་ཤ་ར་ཤ་ར་ཕན་གྱི་མ་རེད་རེད་བ། ང་རང་ཡིན་པ་ཡིན་ན། རྣམ་པ་ཚོ་སླེབས་ཀྱི་འོ་ད་ཡང་དེ་རིང་ཆོས་གྲོགས་ཞིག་ཐུག་ཡག་འདུག་རེད་བ། དེ་ཚིག་གཅིག་གཉིས་དེ་ཀློག་ཡོད་དེ་ཡང། ཆོས་གྲོགས་མཉམ་དུ་བགྲོ་གླེང་བྱེད་ཡག་འདུག་ཟེར་སེམས་ནང་ལ་དཔེ་དགའ་སྣང་སླེབས་ཀྱི་འདུག།

སེམས་ཅན་ལ་ཕན་པ་སྒྲུབ་པའི་ཡི་བསམ་བློ་སྐྱེས་ན་ཅི་མ་རུང་ང་ལ་སྐྱེས་པར་ཤོག་ཅིག་སྐྱེས་པ་དེ་ང་རང་རང་གིས་ཐབས་ཤེས་གང་ཐུབ་བྱེད་དུ་བྱེད་ཀྱི་ཡིན་ལ་ཡི་བསམ་བློ་འདི་ལྟ་ཕན་སེམས་སྐྱེས་ན་རེ་བ། ཧོ། སངས་རྒྱས་ཐམས་ཅད་འདུས་པའི་སྐུ་རྡོ་རྗེ་འཛིན་པའི་ངོ་བོ་ཉིད་དཀོན་མཆོག་གསུམ་གྱི་རྩ་བ་བླ་མ་རྣམས་ལ་ཕྱག་འཚལ་ལོ། བདེན་པ་ལྷ་དང་ལྷ་མིན་སྤྱོད་པས་འགྱེད་ཞབས་གཉིས་དཔལ་མོ་ལ་ལྟོས་ཏེ་ཕོངས་པ་ཀུན་ལས་འདོད། སྒྲོལ་མ་ཡུམ་ལ་ཕྱག་འཚལ་ལོ། སྟོན་པ་བླ་མེད་སངས་རྒྱས་རིན་པོ་ཆེ། སྐྱོབ་པ་བླ་མེད་དམ་ཆོས་རིན་པོ་ཆེ། འདྲེན་པ་བླ་མེད་དགེ་འདུན་རིན་པོ་ཆེ། སྐྱབས་གནས་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ།

དགེ་བྱེད་ལ་ཟ། སྟོན་པ་བླ་མའི་སངས་རྒྱས་རིན་པོ་ཆེ་སྐྱོབ་པ་བླ་མའི་དམ་ཆོས་རིན་པོ་ཆེ། འདྲེན་པ་བླ་མའི་དགེ་འདུན་རེ་སྐྱབས་འདི་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ་འདི་ལབ་པ་འདི་མཆོད་པ་ཕུལ་བས་རེད་མ་གཏོགས་འདི་འདྲའི་ཆེ་ཡ་ཡོད་མ་རེད་ལབ་ཁུག་དུ་རེད་བས་ཟ། སུའི་ལབ་ཁུག་དུ་ལ་ཡིན་པ། འདི་འདི་འདྲ། ལབ་ངེས་རེད་འདུག་ཟ་རོགས། ལབ་ངེས་རེད་འདུག་ཟ་ནི་ངེས། ཨ་ལས་ལ་ཡིན་པ། སྟོན་པ་བླ་མའི་སངས་རྒྱས་རིན་པོ་ཆེ་མཆོད་པ་ཕུལ་ཡོད་མ་གཏོགས་ཕུལ་གི་མ་རེད་འདི་འདྲ་ག་འདྲ་ཡིན་ནི་སྐད་ཆ་འདི་བྲིས་བོར་བ་ལ་ཡིན།

ང་རང་ཚོ་ནམ་རྒྱུན། དཀོན་མཆོག་གསུམ་ངོ་སྤྲོད་བྱེད་པའི་སྐབས་ལ། རེ་བ། དཀོན་མཆོག་གསུམ་ངོ་སྤྲོད་བྱེད་དེ། ཨ་ནི། སངས་རྒྱས་བཅོམ་ལྡན་འདས་འདི་སྐྱབས་སྟོན་པ་པོ་ཡིན་ཟེར་ནས་ངོ་སྤྲོད་བྱེད་དགོས་རེ་བ། སྨན་པ་ནང་ཞིག་ཡིན་ཟེར་ནས་རེ་བ། སྟོན་པ་བླ་མའི་སངས་རྒྱས་རིན་པོ་ཆེ། རེ་བ། ཆོས་སྟོན་པ་པོ། རེ་བ། ཨ་ནི་ང་རང་ཚོ་ལམ་ཁ་སྟོན་མཁན་དེ། སངས་རྒྱས་བཅོམ་ལྡན་འདས་རེད་ཟེར་ནས་སངས་རྒྱས་དཀོན་མཆོག་རེད་ཟེར་ནས་གསུང་དགོས་རེ་བ། སྨན་པ་ནང་ཞིག་རེ་བ། ཨ་ནི། སྐྱོབ་པ་བླ་མའི་དམ་ཆོས་རིན་པོ་ཆེ། གཙོ་བོ་ལམ་སྟོན་གནང་བ་ཡང་དེ་ག་རེ་ཟེར་ན་སངས་རྒྱས་ཆོས་མེད་འདི་ཡིན་ནས་བླ་མ་རྡོ་རྗེ་ང་རང་ཚོ་ལམ་སྟོན་གནང་བ་དེ་ཨ་ནི་ང་རང་སྡུག་བསྔལ་ལས་སྐྱོབ་པའི་དོན་དག་ལ་རེད་བ། བདེ་བའི་ལམ་ལ་སྐྱོལ་བའི་དོན་དག་ལ་རེད་བ། ཨ་དེ་ཡོད་དེ་སྨན་ལྟ་བུ་དེ་རེད་ད་དེ་ཡོད་དེ་དམ་ཆོས་འདྲེན་པ་བླ་མེད་ཁར་ས་སྐྱོབ་པ་བླ་མེད་རེད་བ། སྐྱོབ་སྐྱོབ་ཉེས་དེ་སུ་རེད་ཟེར་ན་གཙོ་བོ་དེ་ཆོས་དེ་རེད་བ་སངས་རྒྱས་དེ་མ་རེད། སངས་རྒྱས་དེ་སྐྱོབ་པའི་གི་ལམ་ཁ་སྟོན་མཁན་དེ་ཡིན་ཙང་སྟོན་པ་པོ་ལམ་སྟོན་པ་པོ། ཁོ་རང་གིས་གསུངས་བཞག་པའི་གི་ཆོས་དེ་སྐྱོབ་ཉེན་ངོ་བ་ཡིན་ཙང་སྨན་ལྟ་བུ། ང་རང་ཚོ་སྨན་ཁང་ནང་ལ་ཕྱིན་པའི་སྐབས་ལ་སྨན་པ་ག་ཚོད་ཡག་པོ་བསྟེན་ཡོད་པ་ཡིན་ན་ཡང་སྨན་དེ་ཡག་པོ་མ་སྤྲད་ན་ན་ཚ་དེ་ལས་གྲོལ་གི་མ་རེད་བ། ཨོ་དེ་ན་བཞིན་གཉིས་པ་དེ་སྐྱོབ་པ་བླ་མའི་དམ་ཆོས་རིན་པོ་ཆེ་གསུང་ཡན་དེ་སྨན་ལྟ་བུ་རེད། ངེར་བ། འདྲེན་པ་བླ་མའི་དགེ་འདུན་རིན་པོ་ཆེ་གསུང་ཡན་དེ་ནི་སྨན་བཤད་པ་ལྟ་བུ།

ལྷང་ས་རེ་དྲན་སོ་ཨོ་དི། ཨོ་དི་འདྲེ་ཅི་བྱས། དེ་ནས། ད་དེ་རིང་ངས་འདི་ཅིག་ཞུ་ན་དྲན་སོ་རེ་བ། འདི་བ་འདི་ལ་ཏམ། ཅིག། མང་ཆེ་བ་མ་ཁོ་ཡ་ཡོད་མ་རེད། རེ་བ། ང་རང་ཚོ་ད་གྱི་ངས་ཞུ་ཡིན་པ། ང་རང་ཚོ། སྤྱི་ཡོངས་ཀྱི་ཞལ་ལག་མཆོད་བསྟོད་དུས་གསུམ་མཆོད་བཀུར་བར་བ། དེས་ན་ཞེས། ལུས་པོ་འཚོ་བའི་གྱི་དོན་དག་ལ་དུས་གསུམ་ཞལ་ལག་མཆོད་བཀུར་ཡོད་པ་ཡིན་ན། ཚང་མ་དུས་གསུམ་མཆོད་བཀུར་ཡོད་པའི་ས་ནས་ཉེས་པ་ཡོད་མ་རེད། དུས་གསུམ་ལས་ལྷག་མ་མཆོད་ངེས་ཡོད་མ་རེད་ལབ་ན་ཡོད་རེད་ང་དུས་གསུམ་ལས་ལྷག་ཟ་གི་རེད་ཁ་ལ་ཞིམ་པོ་བྱུང་ན་རེད་བ། ཁ་བ་སྐྱེས་བཏང་ན་ད་གར་འགྲོ་ཤག་གི་རེད། སྤྱི་ཡོངས་ཀྱི། རེད་བ། དེས་ན་ཞེས། ང་རང་ཚོ་སེམས་བདེ་ལ་ཡང་ཨ་ནི། གསུམ་རྫོ་ར་བ་བཟོ་བོ་ལ་དུས་གསུམ་ཁ་ལག་སྤྲད་པ་ན་ཞེས་སེམས་བདེ་ལ་ཡང་དེ་འདྲས་ཅིག་གིས་ད་སེམས་འཚོལ་བས་ཀྱི་དོན་དག་ལ་ཡང་དུས་གསུམ་ཐེངས་མ་གསུམ་དུ་བསམ་བློ་བཏང་ཐུབ་ན་ཟེར་ནས་དེ་ངས་གཅིག་ཞུས་པ་རེད་ར་བ། འོ་དེ་བྱས་དེ་ཡོད་དེ་ང་རང་ཚོ་སེམས་བདེ་ལ་དེ་བྱེད་དགོས་དེ་ག་རེ་ཟེར་ན། དུས་དུས་ལ་ང་རང་ཚོ་ད་ས་གཉིས་ཆིག་ཡིན་གནའ་གཉིས་ཆིག་ཡིན་དེ་འདྲས་ཀྱི་ཕ་མ་རྐྱང་པ་ཆེ་དུས་དུས་ལ་ང་རང་ཚོ་ཅིག་དྲན་གསོ་བསླང་གིན་བསླང་གིན་བསླང་གིན་བསླང་གིན་ཨ་ནི་ང་རང་ཚོ་སེམས་དེ་ལ་ད་ཁར་ཚོས་བཅོས་ཐབས་མ་བྱས་པ་ཡིན་ན་ཨ་ནི་ང་རང་ཚོ་ལ་རང་དབང་ཡོད་མ་རེད་བ་ཞུས་དགོས་རེད་བ་ད་མདོར་ན་ང་ཚོ་མི་རྟག་པ་ཞིག་བསམ་བློ་གཏང་དགོས་དགོས་ས་རེད།

བསམ་བློ་བཏང་ཐུབ་པ་ཡིན་ན་མི་རྟག་པར་ཐེག་པ་གསུམ་བསམ་བློ་བཏང་བ་རེད། དེས་ན་གཞི་སེམས་དེ་ལ་ཡང་ད་ག། དེ་རིང་ངས། ཞོགས་ཆ་མ་འཐུང་གོང་ནས། ཅིག་གཞན་ལ་ཕན་པར་སྒྲུབ་པའི་དང། ཨ་ནི། ང་རང་ཚོ་ལྟ་ཅིག་མང་པོ་ཅིག་ཡོད་རེད་བ་རྒྱལ་བ་སྒྲུབ་པའི་དེ་འདྲས་ཞིག་བྱེད་པ་རེད། ཉིན་གུང་བར་དུ་ཡང་བསྐྱར་ངས་བྱེད་ཐུབ་ཀི་ཡོད་ན་མེད་ན། རེད་བ། ཉིན་གུང་བྱེད་ཐུབ་པ་ཡིན་པ་ཡིན་ན་དགོངས་དག་དེ་འདྲས་ཡོང་གི་ཡོད་ན་མེད་ན། ཨོ་དེ་འདྲའི་ཞིག་བསམ་བློ་བཏང་ཐུབ་པ་ཡིན་པ་ཡིན་ན་ནི་ང་རང་ཚོ་ཨ་ནི། ཞོ་གོས་མི་དག་པ་ཞིག་དྲན། ཨ་ནི་ཉིན་གུང་མི་དག་པ་ཞིག་དྲན། དགོང་དག་མི་དག་པ་ཞིག་དྲན། ཆོས་སྒྲུབ་པའི་གི་ད་མགོ་གཙོ་བོ་དེ་མི་དག་པ་དྲན་དེ་གནད་འགག་ཆེན་པོ་ཡིན་ས་རེད། རེད་བ། དང་པོ་ཆོས་མ་བྱིན་གོང་ནས་མི་དག་པ་བསམ་བློ་བཏང། རེད་བ། ན། མི་རྟག་པ་རེད། སྐྱེས་པའི་ཐ་མ་འཆི་སྒོ་རེད། ཨ་ནི་ག་དུས་ཤི་གི་རེད་ལབ་ན། ངས་ང་ལ་རང་དབང་མེད་ལ་ཡ་བསམ་བློ་བཞི་འཁོར། ཨ་ནི་ཉིན་གུང་ཡང་མི་རྟག་པའི་བསམ་བློ་བཏང། ང་སྐྱེས་པ་རེད། འཆི་སྒོ་རེད། ཨ་ནི་ག་དུས་ཤི་གི་རེད་ལབ་ན་ཧ་ལྐུག་གི་མ་རེད་ལ་ཡ། མི་རོ། དེ་ནི་དགོངས་དག་ཡ་ད་ག་བསམ་བློ་བཏང། སེམས་ནང་ལ་དུས་གསུམ་ཁ་ལ་སྤྲད་པ་ན་ཤི་རོ། ཨ་ནི་བསམ་བློ་དེ་ཡང། དུས་གསུམ་དུ་མི་རྟག་པ་བསམ་བློ་བཏང། ཐོག་མར་ཆོས་མ་སྒྲུབ་གོང་ནས་དང་པོ་ཁྱེད་བྱ་བ་མི་རྟག་པ་བསམ་བློ་བཏང་ཡང། ཨ་ནེ་ཆོས་བསྡུ་སྒྲུབ་དང་སྒྲུབ་བཞིན་པའི་སྐབས་ལ་ཡང་མི་རྟག་པ་བསམ་བློ་བཏང་ཡང། ཆོས་བསྒྲུབ་ཚར་བའི་རྗེས་ལ་ཡིན་ན་ཡང་མི་རྟག་པ་བསམ་བློ་བཏང་ཡང། རེ་བ། ཐོག་མ་ཁྱེད་བྱ་བ། བར་དུ་ཁྱེད་བྱ་བ། ཐ་མ་ཁྱེད་བྱ་བ། རེ་བ། སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ག་གསུངས་པ་རེ་བ། གང་ཡིན་ཟེར་ན། ཁོང་མངོན་པར་བརྩེ་བ་སངས་རྒྱས་ཚར་བའི་རྗེས་ལ་ཉི་མ་ག་ས་ཞག་བཞི་བཞི་དགུ་ཆོས་གསུངས་ཡོད་མ་རེད། གང་ཟག་ས་ག་ཟླ་བའི་ཚེས་བཅོ་ལྔ་ལ་སངས་རྒྱས་པ་རེད་དེ་ནས་བར་རྩིས་ནི་ཨ་ནི་བོད་ཟླ་དྲུག་པའི་ཚེས་པ་བཞིའི་བར་དུ་རྩིས་ཡོང་སྟེ་ཉི་མ་བཞི་བཞིར་དབུ་ཏག་ཏག་ཡོད་རེད་དེ་ལ་ང་ཚོ་དྲུག་པ་ཚེས་བཞི་སུ་ཡིན་དེ་རེད་དྲུག་པ་ཚེས་བཞི་ཡི་ཉིན་མོ་དེ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་གནས་ཆོས་བ་ར་ན་སེ་ལ་ཨ་ནི་བདེན་པ་ཞིག་གིས་ད་ཆོས་ཞིག་གསུངས་པ་ནས་བདེན་པ་ཆོས་ཀྱི་ཆོས་གསུངས་ཡོང་སྟེ་ཨ་ནི། གར་ཟག་འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་དེ་ནི་འགོག་པ་འཕགས་པའི་བདེན་པའོ། འདི་ནི་ལམ་འཕགས་པའི་བདེན་པའོ། འདི་ནི་འགོག་པ་འཕོས་པའི་བདེན་པའོ། འདི་ཞེས་གསུངས། ཨ་ནི་སྡུག་བསྔལ་དེ་ལ། ཁྱད་ཆོས་བཞི། ཁྱད་ཆོས་བཞི་ཡི་ནང་ནས་ད་སྙན་མང་ཚོ། ན་ཚ་འདི་བྱེད་པའི་སྐབས་ལ་འགྲེལ་བཤད་ཞུས་ཡོད་རེད། སྡུག་བསྔལ་གྱི་ཁྱད་ཆོས་དང་པོ་ཁོ་ར་མི་རྟག་པ་རེད། རེད་བ། སྡུག་བསྔལ་བདེན་པར་སྐྱེ་བའི་མི་རྟག་པ་ཁར་ཚ། སྡུག་བསྔལ་བདེན་པའི་ཁྱད་ཆོས་ཀྱི་མི་རྟག་པ། སྡུག་བསྔལ་བ་སྟོང་བ་བདག་མེད་པ། དང་པོ་ཁོ་ར་མི་རྟག་པ་གླེང་དགོས་འདུག་བ། ནས་བར་དུ་ཆོས་གསུངས་པའི་ཁ་ལ་མི་ཐ་བའི་ཆོས་མང་པོ་ཞིག་བོ་གསུངས་ཡོད་རེད། མཐའ་མ་དེ་ལ་ཆོས་གསུངས་པའི་སྐབས་ལ་ས་ཆོས་གྲོང་དུ་ད་ཀོང་ཀོང་མྱ་ངན་ལས་འདས་ཀྱི་ད་ཚང་མ་གཏན་འཁེལ་བ་ཡིན་ཡོད་འདི་ཨ་ནི་ད་ཁོར་ཚང་མ་ཡ་སྐྱེ་དང་ནི་ཨ་ནི་སྐྱེ་ཁར་ས་ད་ཚིག་ཚིག་གཉིས་ཡོད་རེད།

ཆོས་ཅན་ནི་ཁར་ཟག་གང་སྐྱེ་བའི། གང་སྐྱེ་ཞིང་འཇིག་པའི། ཆོས་ཅན་ནི་ཁར་ཟག་འཇིག་པའི་ཆོས་ཅན་ནོ་གསུངས་ཡོད་རེད་ད། སྐྱེ་ཕྱིན་ཆད་ལ་མེད་པ་བྱ་ཡ་གི་ད་ཆོས་རེད་གསུངས་ཡོད་རེད་ད། ཁྱེད་ཚོས་སྐྱེ་ཕྱིན་ཆད་ལ་འཇིག་པའི་ཆོས་ཅན་ལ་ན་ཞིག་འགྲོ་དགོས་རེད་མེད་པ་བྱ་འགྲོ་དགོས་རེད་གསུངས་ཡོད་དེ་དེ་ནས་འདི་རྗེས་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཡོད་མ་རེད། ཐ་མ་གསུངས་ཡོད་ད་ག་རེད་ད། འདི་ཡོད་དེ་དང་པོ་ཡོད་གསུངས། བར་དོའི་གསུངས་ད། ཐ་མ་འདི་ལ་ཆོས་གསུངས་འདུག་བ། པོ་འདི་དཔེ་བཞག་པ་ན་བཞིན་ང་རང་ཚོ་བྱང་ཆུབ་ཀྱི་སེམས་ཀྱི་ཕུན་བཏེགས་ཡོང་སྟེ་བྱང་ཆུབ་ཀྱི་སེམས་བསྐྱེད་ཀྱི་རྒྱུ་གཙོ་བོ་དེ་སྙིང་རྗེ་ཆེན་པོ་འདི་རེད། རེད་བ། དེ་ཡི་རྩ་བ་སྙིང་རྗེར་ཟློས་གསུངས་རེད་བ་རྗེ་བཙུན་བྱམས་པ་མགོན་པོ་ཡིས་རེད་བ། ཨ་ནི། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བ་བློ་སྦྱངས་པའི་སྐབས་ལ་ཨ་ནི་སྙིང་རྗེ་འདི་བྱང་ཆུབ་ཀྱི་སེམས་ཀྱི་རྒྱུ་གཙོ་བོ་ན་ལ་མར་ཤེས་དྲིན་བྲལ་དྲིན་གཟོ་ཡིད་དབང་གིས་བྱམས་པ་ཨ་ནི་སྙིང་རྗེ་ལྷག་བསམ་བྱང་ཆུབ་ཀྱི་སེམས་རེད་བ། སྙིང་རྗེ་འདི་གལ་ཆེན་པོ་བརྩི་ཡས་རེད། དེ་ནས་སྙིང་རྗེ་གསུམ་འགྲེལ་བཤད་བསྐྱོན་པའི་སྐབས་ལ་པཱ་ལིའི་ཟླ་བ་གྲགས་པའི་གིས་ཨ་ནི། དང་པོར་གལ་ཆེ་བ། བྱང་ཆུབ་ཀྱི་སེམས་མ་སྐྱེས་གོང་ནས་དང་པོར་གལ་ཆེ་བ་གསུངས་ཡས་ཏེ་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེ་དགོས་དགོས་འོས་པ་ཡིན་ན་དང་པོ་སྙིང་རྗེ་ཉམས་ལེན་གྱིས་གསུངས་རོགས། རུ་བ་དང་དེ་ཡིན་ཚ་ཐོག་མར་ཁས་འཆེ་བ་རེད་དོ། བར་དུ་ཁས་འཆེ་བ་བྱང་ཆུབ་ཀྱི་སེམས་བསྐྱེད་ཚར་བའི་རྗེས་ལ་ཡིན་པ་ཡིན་ན་ཡང་ཨ་ནི་སེམས་ཅན་གྱི་སྡུག་བསྔལ་སེལ་ལ་ད་རང་རང་ཤུགས་ཤིག་གིས་ད་ཡོང་གི་ཡོད་པ་ཡིན་ཚ་ད་ནི་བར་དུ་ཁས་འཆེ་བ། ཐ་མར་ཁས་འཆེ་བ་གསུང་ཡས་དེ་སངས་རྒྱས་ཀྱི་གོ་འཕང་ཐོབ་ཚར་བའི་རྗེས་ལ་ཡིན་པ་ཡིན་ན་སྙིང་རྗེ་ཆེན་པོ་ཡིན་གཅིག་མིན་གཅིག་དགུ་དགུ་བ་རེད་དེ་ཡིན་ཚ་ཐོག་མར་ཁས་འཆེ་བ་བར་དུ་ཁས་འཆེ་བ་ཐ་མར་ཁས་འཆེ་བ་ག་འདི་སྙིང་རྗེ་ཆེན་པོ་དེ་རེད་ད། དེ་ནང་བཞིན་ང་ཚོ་ཚོ་ཆོས་མ་སྒྲུབ་གོང་ནས་ཡང་མི་རྟག་པ་ཐེངས་མ་གསུམ་བསམ་བློ་བཏང་ཐུབ་པ་ཡིན་པ་ཡིན་ན་དང་པོར་ཁྱེད་བྱ་བ། བར་དུ་ཁྱེད་བྱ་བ། ཐ་མར་ཁྱེད་བྱ་བ། ཁྱེད་ཚོ་ཡང་འོ་འདི་ཅི་བྱེད། འགྱུར་བ་ད་འདི་ཡོད་དེ། གཅིག། སྐྱེ་ཞིང་འཇིག་པའི་ཆོས་ཅན་ཐམས་ཅད་ནི་ཁར་ཟ། སྐྱེ་ཞིང་འཇིག་པའི་ཆོས་ཐམས་ནི་འཇིག་པའི་ཆོས་ཅན་ནོ་གསུངས་ཡོད་དེ། སྐྱེ་འཆི་འཇལ་ལ་མེད་པ་ཆགས་ཀྱི་ཡོད་པ་ཡིན་ན་ང་ཚོ་འཆི་ལ་བསམ་བློ་མ་བཏང་བར་ཇག་ང་རང་ལ་བསམ་བློ་བཏང་ཡ་རེད། ང་རང་ལ་གཙང་མ་ཨ་མ་ཡི་ཁོག་པ་ན་ནས་སྐྱེས་པ་རེད་བ་ད། སྐྱེས་པ་དེ་ཡང་རྒྱུ་དང་རྐྱེན་དུ་མ་བསགས་པ་ལ་བརྟེན་ནས་སྐྱེས་པ་རེད་ད་ཉི་མ་གཅིག་ཤི་དགོས་རེད་ད། ཤི་ཡའི་གཏན་འཁེལ་ཚར་བ་རེད། ངེས་པར་འཆི་བ། ཨ་ནི་ནམ་འཆི་ངེས་མེད། རེད་བ། ག་དུས་ཤི་འདོད་ག་དུས་ཤི་ང་ཚོ་ཧ་གོ་གོ་མ་རེད། རེད་བ། ག་དུས་ཤིག་ལས་ག་དུས་ཤིག་ང་ཚོ་ཧ་གོ་གི་མ་རེད་དེ་ནམ་ཕྱིན་ངེས་མེད། ད་ག་དུས་ཤིག་ག་དུས་ང་ཚོ་ཤི་ཡ་ལ་སུ་གཅིག་སྡོད་པ་ཡོད་མ་རེད། ཤི་གི་རེད་ལབ་དེ་ང་ཚོ་རྔམ་དྲག་སྐྱེ་ཡོང་གི་རེད་བ། རྔམ་དྲག་སྐྱེ་ཡོང་གི་རེད། ད་དེ་འདྲས་ཡིན་པ་ཡིན་ན། རྔམ་དྲག་སྐྱེ་ནས་བསྡད་ཡིན་པས། འདི་ལ་གཅིག་ཐབས་ཤེས་གཞན་དག་འདུག་ཟེར་ནས་བསམ་བློ་བཏང་ཡོང་དེ། རྔམ་དྲག་མ་སྐྱེ་ཡའི་དོན་དག་ལ་རོགས་པ་བྱེད་མཁན་གཞན་དག་འདུག་མི་འདུག་རྩད་གཅོད་བྱེད་ཡོང་དེ། ཤིས་པའི་སྐབས་ལ། ཕྱིས་ཀྱི་ཁྲ་ཁྲ་སིང་སིང་དང། ཨ་ནི་སོ་སོས་ལ། ངེད་གཉིས་ཚོའི་གྲོགས་པོ་གྲོགས་མོ་ག་ཚོད་ཡོད་པ་ཡིན་ན། འདི་ང་རང་གཉིས་ཚོ་འགྲོ་གི་མེད་པ་གཏན་འཁེལ་ཚར་བ་རེད་ད་ང་རང་ཚོ་དངོས་སུ་མཐོང་གོ། རེད་བ། ཕུང་པོ་ན་ལ་ཁར་ས། ཡི་གེ། དུར་ཁྲོད་ན་ལ་ཕུང་པོ་ཁྲ་ཁར་འགྲོ་འདི། གང་གྲོང་མཁན་འདི། ཅིག། ཡི་གེ་མེ་ར་བཏང་གི་འདུག་མ་གཏོགས་འདི་ཨེ་ཡོད་ལ་འདི་གཉིས་ཕ་མ་བུ་ཕྲུག་ཚོ་ཚོ་ངུའི་ངུ་གུ་བ་རེད་འདི་མཉམ་དུ་འགྲོ་གི་མི་འདུག་བ་གལ་སྲིད་འགྲོ་བའི་དབང་དུ་བཏང་པ་ཡིན་པ་ཡིན་ན་ཕན་ཐོགས་ཡ་ཡོད་མ་རེད། རེད། རེད་བ། ཕན་ཐོགས་ཡོད་ཡོད་མ་རེད། འདི་ཡོད་དེ། ཐ་མ་ཕན་ཐོགས་ངེས་དེ་སུ་རེད་འདུག་ཞུས་པ་ཡིན་པ་ཡིན་ན། ཨ་ནི། ཐ་མར། ཨ་ནི། ཆོས་མ་གཏོགས་གང་གི་ཡང་མི་ཕན་པ་ལ་ཡིན་ཏེ་རེད་བ། མི་རྟག་པ་སྒོམ་པའི་སྐབས་ལ། ངེས་པར་འཆི་བ། ཡིན་གཅིག་མིན་གཅིག་ཤི་དགོས་རེད། རེད་བ། ཨ་ནི་ག་དུས་ཤི་དང་ག་དུས་ཤི་ཧ་གོ་མ་རེད། ཨ་ནི་ཤི་བའི་སྐབས་ལ། ཆོས་མ་གཏོགས་སུ་གཅིག་གིས་ཕན་གི་མི་འདུག་ལབ་ཡོད་དེ། ད། ཐ་མ་ཐ་མ་འདི་ལ་ང་ཚོ་སྐྱོབ་ངེས་དེ་ཆོས་འདི་རེད་འདུག་བ། དེང་སང་སྐྱོབ་པ་བླ་མེད་དམ་ཆོས་རིན་པོ་ཆེ་གསུང་ཡས་དེ་འདིར་དམ་པའི་ཆོས་རིན་པོ་ཆེ་ཡི་སྐྱོབ་གུ་རེད་མ་གཏོགས་གཞན་པ་ཡི་སྐྱོབ་གུ་མ་རེད་གསུང་རེད་ད། བཀའ་ཉན་སྤྲད་པའི་སྐབས་ལ་ཡང་གང་ཟག་ཡང་ང་ཚོ་ཁ་ཤས་མཉམ་དུ་བཀའ་ཉན་སྤྲད་པའི་སྐབས་ང་ཚོ་སྐྱེས་པ་ནས་བཟུང་སྟེ་མ་ཤི་བར་དུ་ཡིན་གཅིག་མིན་གཅིག་ཆོས་ཀྱི་གུ་གུ་དུ་བ། རེད། རོ་ག་རེ་བྱེད་པ་ཡིན་པ་ཡིན་ནའི་མགོ་དེ་ལ་ད་ག་རེ་ཡིན་ནའི་མེད་ནའི་ད་ཆོས་ཆོས་ཀྱི་བྱེད་པོ་ཅིག་ཡོད་པ་སོ་རེ་རེད་དེ་ཡིན་ཙང་ཆོས་དེ་ད་ང་རང་ཚོ་སྡུག་བསྔལ་ལས་སྐྱོབ་པའི་གི་ད་ངོ་མ་དེ་ཆོས་དེ་རེད་དོ། ད་འཆི་བའི་སྐབས་སུ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་ན་ད་ཆོས་བྱེད་དགོས་རེད་ལ་ཡ་དེ་རང་བཞིན་གྱིས་ལེགས་ཀྱི་དུ་མི་འདུག། ཁྱེད་ཚོས་ངེས་པར་འཆི་བ་འཇིག་མི་འཇིག་ཤི་གོ་རེ་ག་དུས་ཤི་དང་ག་དུས་ཤི་ཧ་གོ་གི་མ་རེད་འདི་རྣམ་པ་ཚོ་ད་མང་པོ་གོ་བ་ཡིན་ཚེ་གཅིག་བྱས་ན་རྣམ་པ་ཚོ་ཉོབ་ཏོ་ཆགས་ལ་ད་འདི་དང་འདི་ངེས་ལ་ཐེངས་མང་པོ་ལབ་ཚར་ཡིན་ན་ཡང་ཐེངས་མང་པོ་ད་ལབ་ཚར་བ་རེད་འདི་འདི་གོམས་འདྲིས་སྤྲད་པ་ཡིན་ན་དེ་ཁྱད་པར་ཡོང་གི་ཡོད་ས་རེད། ཉི་མ་ཉི་མ་བརྟག་པ་བསམ་བློ་བཏང་མ་ཐུབ་པ་ཡིན་ན་སོ་སོའི་གཅིག་པུ་སེམས་སྐྱོ་སྣང་ཡོད་པའི་སྐབས་ལ་རེད་བ། སེམས་སྐྱོ་སྣང་ཡོད་པའི་སྐབས་ལ་འདི་གིས་ཕན་གྱི་འདུག་རེད་བ། ཨ་ཙི་ཤི་ཡེ་ནས་ཤི་གོ་མི་ཞིག་གིས་སྡུག་ཅག་ཅིག་ལབ། སོ་སོས་འདི་གང་ལགས་ཏག་ཏག་ལན་བརྒྱབ་མ་ཐུབ་པའི་སྐབས་ལ་འདི་བསམ་བློ་བཏང་དང་འདི་སྤོབས་པ་སྐྱེ་ཡ་ཅིག་འདུག། ང་ཚོ་ཚང་མ་ལ་ཁ་བརྡའི་ལྕགས་ཐོག་གུ་མ་རེད་བ། རེད་བ། ཚང་མ་ལ་ཁ་བརྡའི་ལྕགས་འདོད་ཡོད་རེད་དེ་ཚང་མ་ལ་འདྲ་འདྲ་བྱེད་འདོད་ཡོད་རེད་དེ་ག་ཤེད་སྨྱོ་མ་སྨྱོ་ཡོང་གུ་བ་རེད།

བསམ་བློ་ཁ་ར་ན་ཁོ་ང་ལ་དེ་འདྲས་ཞིག་འདུག་བཤད་ལབ་པ་རེད་དེ། ཁོ་ང་ལ་ད་བསད་ཐུབ་མ་སོང་བསམ་བློ་བཏང་ཡ་རེད། གལ་སྲིད་ངས་ཁོ་ལ་འདུག་བཤད་ལབ་པ་ཡིན་ན་ངས་ཁོ་བསད་ཐུབ་གི་མ་རེད་གལ་སྲིད་བསད་པའི་དབང་དུ་བཏང་པ་ཡིན་པ་ཡིན་ན་ཡང། མ་བསད་ན་ཁོ་ཤི་འགྲོ་གི་རེད། རེད་བ། ངས་བསད་པ་ཡིན་ན་ཤི་བ་རེད་མ་བསད་པ་ཡིན་ན་ཁོ་ཤི་འགྲོ་གི་རེད་ལ་ཡ་བསམ་བློ། རེད་བ། ཨ་ནི་ཤི་ནས་བསམ་བློ་ནང་ལ་ག་རེ་ཁུག་གོ་རེད་ཟེར་ན། ཨོ། ཁོ་ཡས་ཤི་གོ་རེད་ང་ཡས་ཤི་གོ་རེད། རེད་བ། ཁོ་ང་ལ་སྡུག་ཤ་ལབ་བ་ཁོ། སྡིག་པ་མང་པོ་ཞིག་བསགས་སོང། འདི་ཡིས་ང་ལ། སྐྱེ་བ་ཕྱི་མ་གནོད་པ་སྐྱེལ་གལ་སྐྱེས་མེད་ལ་ཡས་ཅིག། རེད་བ། ང་ལ། ངས་ཁོ་ལ་སྡུག་ཤ་ལབ་ནས་སྐྱེ་བ་ཕྱི་མ། ཨ་ནི། སྡུག་ཤ་ལབ་བ་གྱིས་དེ་ལས་དེ་ཡིས་ང་ལ་སྐྱོ་ཕུག་མ་རེད། རེད་བ། ཁོ་གིས་ང་ལ་སྡུག་ཤ་ལབ་བ་རེད། རེད་བ། སྡུག་ཆ་ལབ་བ་རེད་སྙིང་རྗེ་ཁོ་ད་སྡིག་པའི་ལས་ཀྱི་འུ་གཉིས་མནར་གྱི་རེད་ལ་ཡ་བསམ་བློ་ཞིག་མེད། ཨོ་འདི་འདྲའི་ཀྱི་བསམ་བློ་བཏང་ཡོད་ནི་ཨ་ནི་སྙིང་རྗེ་དགོས་མེད་ལ་ཕན། རེད་བ། ངས་ཁོ་ལ་ག་ཚོད་ཁ་བརྡའི་བཅར་བ་ཡིན་པ་ཡིན་ནའི་ཨ་ཉི་མ་ཅིག་ཤི་འགྲོ་གི་རེད་ལ་ཡ་ཞིག་བསམ་བློ་འཁོར་གི་ཡོད་ས་རེད་བ། ཨ་སེམས་ནང་ལ་ཤི་ནས་ངེས་པར་ཆོས་བ་ནམ་ཕྱིན་ངེས་མེད། ཁར་ཟ། ཤི་བའི་སྐབས་སུ་ཆོས་སྨྲ་བ་གང་གྱིས་ཡིན་མི་ཕན་པ་ལ་ཡའི་ཚིག་འདི་ཡང་སྲིད་ཡང་སྲིད་བསམ་བློ་བཏང།

ཆོས་སྒྲུབ་སྐོར་ལབ་ཟེར་ན་ཆོས་སྒྲུབ་བེད་ཀྱི་ང་རང་ཚོ་ལ་འཇོན་ཐང་ཡོད་རེད་ཡོད་མ་རེད་ལབ་ཡོང་དེ་ཆོས་སྒྲུབ་བེད་ཀྱི་འཇོན་ཐང་ཡོད་རེད་ཆོས་སྒྲུབ་བེད་ཀྱི་ནུས་པ་ཡོད་རེད་ལ་ཡིན་རེད་བ་ཨིན་ཇི་ཐོ་ནི Ability གསུང་གོ་འདུག་བ་ན་ནུས་པ་ཡོད་པ་ང་རང་ཚོ་ལ་ཆོས་སྒྲུབ་བེད་ཀྱི་ནུས་པ་ཡོད་པ་ང་རང་ཚོ་འདི་ངེད་ལ་ཨ་ཅག་མཚོ་མོ་ཡེ་ཤེས་དེ་ཕེབས་དུ་མི་འདུག་དེ་ཨ་ཅག་མཚོ་མོ་ཡེ་ཤེས་ཀྱིས་དེ་ནི་བ་དལ་བ་བརྒྱ་དང་འབྱོར་པ་བཅུ་འགྲེལ་བཤད་མང་པོ་ཅིག་བསྐྱོན་སོང་ཨ་འོ་འདི་བཟོས་རོགས་ང་རང་ཚོ་ལ་གཞན་འབྱོར་ལྔ་དང་རང་འབྱོར་ལྔ་ཚང་མ་ཚང་འདོད་ཡོད་རེད། རེད་བ། མི་ཁོམ་པ་བརྒྱད་ལས་ཐར་འདས་རེད་དེ་ཡོད་དེ་ཆོས་སྒྲུབ་པའི་ནུས་པ་ཡོད་པས་རྟགས་དེ་ནས་སྟོན་ཚར་བ་རེད་ད། རེད་བ། ཆོས་སྒྲུབ་དགོས་རེད། ཆོས་སྒྲུབ་དགོས་ཡོད་ན་ང་ལ་ཆོས་སྒྲུབ་པའི་གི་འཇོན་ཐང་འདུག་མི་འདུག་བསམ་བློ་བཏང་ཡོད་དེ་ཆོས་སྒྲུབ་པའི་འཇོན་ཐང་ཆ་ཚང་ཚང་དེ་བྱ་ཟེར་ནས། གཉིས་པ་དེ་དེ་རེད་བ་ཆོས་སྒྲུབ་པའི་ནུས་པ་ཡོད་པ། ད་ཆོས་སྒྲུབ་དགོས་ཀྱི་ཡོད་པ་ཡིན་ན།

རུང་བ། ཆོས་བསྒྲུབ་པའི་ཆོས་བསྒྲུབ་དགོས་པ། ཆོས་བསྒྲུབ་པའི་ནུས་པ་ཡོད་པ། ཚེ་འདི་ལ་བསྒྲུབ་དགོས་པ། ད་ལྟ་ད་ལྟ་ད་ལྟ་རང་ཆོས་བསྒྲུབ་དགོས་པ་སུ་ཡིན་འདི་གི་ད་མི་རྟག་པ་བསམ་བློ་བཏང་ཡོད་ལ་ཏག་ཏག་ཕན་གྱི་ཡོད་ས་རེད་འདི་བསམ་བློ་བཏང་ཐུབ་པ་ཡིན་པ་ཡིན་ན་ནི་ང་ཚོ་མཁས་པའི་ངོ་བོ་གོང་དང་བསྟན་པའི་སྒྲོན་མེ་ཡི་ད་འདི་ནམ་རྒྱུན་ཚང་མ་ལ་ཁ་རྒྱུན་ནང་ལ་ཡོད་རེད་རུང་བ།

འགྲོ་བ། དེ་འདྲ་ཡིན་པ་ཡིན་ན་ང་རང་ཚོ་ཆོས་སྒྲུབ་པའི་ལ་དེ་ཚེ་འདི་གི་དོན་དག་ལ་རེད། ཆོས་སྒྲུབ་པའི་ལ་དེ་འདྲའི་བྱ་ཞིག་བཀོད་བསྡུས་ཀྱི་ཡོད་མ་རེད་གསུངས་རེད་རོ། ལོ་ཟླ་བ་འདི་ལ་འདི་གནང་གི། ཨ་ནི། ད་ངས་ལས་ཀ་ཚང་མ་སྒྲུབ་སྤུའུ་དུ་ཚོ་སློབ་གྲྭར་བཏང། ཀོ་ལེ་ཇུ་དུ་ཚོ་ཐོན་ཁོ་རང་ཁོ་རང་རང་མགོ་ཐོན་ཆང་ས་རྒྱབ་ས་བེད་སྦྱར་ཨ་ནི་ང་ད་དཀོན་མཆོག་སུ་དངོས་གནས་ད་ཆོས་ཡག་པོ་ཅིག་སྒྲུབ་ཀྱི་ཡིན་ད་ལ་ཡི་བསམ་བློ་ཚང་མ་ཡོད་འདི་གསུང་མཁན་མང་པོ་ཡོད་རེད། ད་བུ་ཡིན་ནས་བུ་མོ་ཡིན་ནས་ཆང་ས་རྒྱག་ས་བའི་རྗེས་ལ། ཨ་མ་ངའི་སྤུ་གུ་ལྟ་རུ་ཅི་ད་ལ་པ་ལགས་སྐུ་ཅིག་ང་འཁྱམས་འགྲོ་གི་ཡིན་ལས་ཀ་བྱེད་བྱེད་པ་དཀའ་ཉེ་ཨ་ཕ་མ་ག་རེ་བྱས་རེད་བེབི་སི་ཏར་ཆགས་ཀྱི་རེད། དོན་དག་འགྲུབ་མ་སོང་ཨ། རེད་མ་རེད་ད་བེབི་སི་ཏར་བྱེད་བྱེད་ཉི་མ་གཅིག་དཔོན་མོ་ན་གི་རེད་རྒྱབ་ན་གི་རེད་རྐང་པ་ན་རེད་ཉི་མ་གཅིག་སྨན་ཁང་ན་ལ་འགྲོ་དགོས་ཡོད་དུས་ཚོད་ཤ་རེ་འགོར་རེད་ཨ་ནི་ཚ་རེད་ད། དེ་ཡོད་དེ། གུང་ཐང་བསྟན་པའི་སྒྲོན་མེ་ཡིས། ལོ་ཟླ་བ་འདི་ལ་འདི་གནང་གི། ཟླ་བ་འདི་ལ་ང་འདི་བྱེད་ཀྱི། ལོ་མཇུག་མ་འདི་བྱེད་ཀྱི། ཆར་ཞོད་བསྐོལ་མ་དེ་ཨ་གསུང་རེད། ལོ་ཟླ་བ་འདི་ལ་འདི་གནང་གི། ལས་བྱ་ཞེ་ཚགས་སུ་ཚུལ་བྱས་ནས། ལས་ཀ་ཐམས་ཅད་ཚགས་ཚུགས་སུ་ཚང་མ་ཚགས་ཚུགས་པོ་བཟོས་ཚར་བའི་རྗེས་ལ། ངས་ཆོས་སྒྲུབ་ཀྱིན་བསམ་བློ་མ་བཏང་ཨ་གསུང་རེད་ང་ཚོ་འདི་ཤུགས་ཆེན་པོ་ཡོད་རེད། ལས་བྱ་ཞེ་ཚགས་སུ་ཚུལ་བྱས་ནས། རོགས། ལས་བྱ། ལས་བྱ་ཞེ་ཚགས་སུ་ཚུལ་བྱས་ནས།

ལོ་ཟླ་བ་འདི་ལ་འདི་རྣམས་ཀྱི་ལས་བྱ་ཤེས་ཚགས་སུ་ཚུལ་བྱས་ནས་རེ་བ། ཨ་ནི། འདི་བསམ་བློ་དང་སླར་གཙང་མའི་ཆོས་ཤིག་བྱེད་སྙམ་ན་ད་འདི་རྗེས་ལ་ང་ཆོས་གཙང་མ་ཞེ་བོ་བྱེད་ཀྱིན་གདའ་ལ་ཡི་བསམ་བློ་འདི་བཏང་པ་ཡིན་ན་འདི་ཐམས་ཅད་བློ་ཡི་ཕོངས་འདྲེན་ཡིན་གསུངས་རེད་འདི་ལྟ་བུ་བསམ་བློ་ཚང་མ་ག་རེད། སོ་སོས་སོ་སོ་མགོ་སྐོར་བཏང་ཡི་གི་འདྲེ་རེད་གསུངས་རེད་གདའ། ཨུ་དི་སི་ཏི་པས་འོས་རེད། ལོ་ཟླ་བ་འདི་ལ་འདི་ནང་གི་ལས་བྱ་བྱེད་ཚགས་སུ་ཚུད་བྱས་ནས་ལབ་ཙམ་མའི་ཆོས་ཤིག་ཆོས་ཉག་བྱེད་སྙམ་ན་འདི་ཐམས་ཅད་བློ་ཡི་ཕུང་འདྲེ་ཡིན་དེ་ཡིན་དུས་ང་རང་ཚོ་ཆོས་ས་ཉིན་གཅིག་ཡིན་གནང་ཉིན་གཅིག་ཡིན་ཟེར་ནས་དགོངས་པ་བཞེས་ཀྱི་ཡོད་མ་རེད་གསུང་གི་འདུག་འདི་ཡོད་དུས་རྣམ་པ་ཚོ། ཁ་སང་ནས་ཉི་མ་ལྔ་རིང་ག་ད། ཕྱག་ལས་གནང་རོགས་ཁ་ཤས་སྤུ་གུ་བལྟ་བསྡད་ཡོད་རེད་རེད་བ།

མཁྱེན་གསོན། དེ་ཡོད་དེ། དེ་འདྲས་ཅིག་གིས་ད། གར་ས། ང་རང་ཚོ། ཆོས་སྒྲུབ་དགོས་ཀྱི་ཡོད་དུས། ཚེ་འདི་ལ་དེ་འདྲས་ཅིག་བག་ཆགས་བྱས་བཞག་རོལ་བ། ད་སྐྱེ་བ་ཕྱི་མ་ཡང། ང་མུ་མཐུད་ནས་སྐྱེ་བ་ནས་སྐྱེ་བ། ཚེ་རབས་ནས་ཚེ་རབས་སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང། འབྲལ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱད་ཅིག། གསུངས་པ་ནང་བཞིན་རོལ་བ། ང་རང་ཚོ་སྐྱེ་བ་ཕྱི་མ་ཡིན་པ་ཡིན་ན་དེ་འདྲས་ཅིག་ཆོས་ཁྲེས་བླ་མ་རྩ་ཆེན་པོ་དེ་མཇལ་རོལ་བ། ཡང་བསྐྱར། བྱང་ཆུབ་ཀྱི་སེམས་ལ་ཉམས་ལེན་བྱེད་དགོས་ཀྱི་ཡོད་པ་ཡིན་ན། ནི་སྐྱེ་བ་ཕྱི་མ་མི་ལུས་ཐོབ་པའི་སྒོ་དེ་དང་ད་ནི་སྒོ་བཙུག་གོ་རེ་ད། ད་མི་ལུས་ཐོབ་པའི་ལ་ནི་ཚུལ་ཁྲིམས་རྣམ་པར་དག་པའི་གཞི་གསུང་རོ། བ་ང་ཚོ་མི་དགེ་བ་བཅུ་ལ་གང་ཐུབ་ཅི་ཐུབ་ད་མི་དགེ་བ་བཅུ་ག་ལ་ང་རང་ཚོ་ཅིག་ཉམས་ལེན་བཞི་བོ་བྱེད་ཐུབ་གོ་རེ་ཟེར་ན་ད་ང་ས་རུ་ཆིག་བྱེད་ཐུབ་གི་མ་རེད་ཡིན་ན་ཡང་འདི་ན་ནི་མ་ང་དེ་བྱེད་ཐུབ་པས

བདེ་ཡག་གནང་གི་ཡོད་ས་མ་རེད། སྙིང་རྗེ་ང་རང་ཚོ་གཅིག་ཁ་ལག་གཅིག་མ་རང་གཏན་ནས་རླུང་གིས་འཚོས་ནས་དཀོན་མཆོག་ཟ་ཁང་ག་བ་འདུག་ཟེར་ནས་དེ་ཟ་ཁང་འདི་སྒོ་རྒྱབ་ཡ་ན་ཕེ་དཀོན་མཆོག་སུ་ནམ་འདོག་ལ་ཉེ་ཟ་ཁང་སྒོ་རྒྱབ་འདུག་ཟེར་ནས་ང་ཚོ་ཁ་རླུང་པ་ཁང་དང་འདྲུ་གོ་རུ་བ་དུས་གཅིག་ཁ་ལག་མ་ར་དུས། ཨ་ནི་ཞུ་ལུ་མ་ཡིན་ན་སྙིང་རྗེ་ཁ་ལག་སྒོ་རུ་བ་ཆུ་སྒོ་རུ་བ་གྲོད་སྒོ་རུ་བ་ཚ་རང་ཚང་མ་སྒུག་གོ་རུ་བ་རུ་བ་གནོད་པ་གནོད་པ་སྐྱེ་གི་ཡོད་ན་ཁོ་ཤིང་གི་ཤིང་གི་གནོད་པ་སྐྱེ་གི་འོ་མ་རེད། དེ་ཡོད་དེ་ང་ཚོ་སྲོག་བཅད་ལ་ཡོད་དེ་ཡིན་གཅིག་མིན་གཅིག་མི་གི་སྐད་ཆ་མ་རེད་རེད་བ། སྲོག་ཡོད་ཁྱེད་དེ་བཅད་ན་སྲོག་བཅད་པའི་སྡིག་པ་རེད་ད། རེད་བ། མ་བཅད་པ་ལན་དེ་ད་བེད་ཆ་ཧ་ལམ་ཡོད་མ་རེད་འདི་ལ་ང་ཚོ་སྤོ་བ་གཉིས་སྐྱེ་ཡེ་ཞིག་འདུག་བ། སྤོ་བ་གཉིས་སྐྱེ། དེ་ནས་ད་ང་ཚོ་ངག་གི་སྡིག་པ་དེ་ལ་ད་རྫུན་ག་ཚོད་ཤེས་ཀྱི་ཡོད་མེད་ང་ཚོ་བསམ་བློ་བཏང་ཡ་རེད། སྤྱི་པའི་དོན་དག་ལ་རྫུན་བཤད་ན་ཨོ་ཨོ་ས་གྲག་ག་རེད་བ། སྤྱི་བོའི་ཡུལ་དོན་དང་སྒྲུབ་དགུ་དབྱེ་བ་ཡིན་ན་སྒེར་གྱི་དོན་ནི་རྫུན་ཤེས་པ་ཡིན་ན་ཏི་སེ་བྲག་གི་རས་ཟིན་ནི་སྐྱབས་མགོན་བཞི་ནི་བུ་སྲུང་གུ་དུ་བ། སོ་སོ་ཀྱི་དོན་དག་ལ་རྫུན་བླུགས་པ་གང་བཤད། སྤྱི་བོའི་དོན་དུ་རྫུན་ཤེས་ཀྱི་ཡོད་མ་རེད་དཀོན་མཆོག་སོགས་ཡག་པོ་འོ་མ་རེད་དཀོན་མཆོག་གསུམ་སེམས་ལབ་བསྡད་པ་ཡིན་ན་དེ་འགྲིག་གི་འོ་མ་རེད་ད། འོ་དེ་རེད་དེ་ཡིན་གྱི་ང་ཚོ་སྒེར་གྱི་དོན་དག་ལ་རྫུན་བཤད་མོང་གོ་ན་བཤད་མོང་གོ་ཁབ་དོག་དྲང་པོ་བཤད་ཡང། དྲང་པོ་དྲང་ཉན་བཤད་ལབ་དུས་ཡང་མཚམས་མཚམས་ལ་རྫུན་བཤད་དགོས་ཡ་དེ་འདྲའི་ཡོད་གི་རེད་ཧོ་རུ་བུ་ཡིས། ཁམས་དང་མོས་པ་ལ་བརྟེན་ནས། རེད་བ། ཁམས་དང་མོས་པ་ལ་བརྟེན་ནས་རྫུན་བཤད་དགོས་ཡ་དེ་འདྲའི་ཡོང་གི་རེད། འདི་ཡང། དགོས་པ་རྒྱུ་མཚན་ཡོད་ཙང། རྫུན་བཤད་པ་རེད་བ། ཉི་མ་དགེ་སློང་གཅིག། གང་ཡིན་ཟེར་ན། མི་གཅིག་གིས་རི་དྭགས་བརྒྱ་གང་ཡོད་ངེས་དེ་གིས། ཨ་ནི་དགེ་སློང་གཅིག་དེ་འདྲས་འཁྱམ་འཁྱམ་འགྲོ་བའི་སྐབས་ལ། དགེ་སློང་དེས། ཤ་བ་དེ། ཁོ་རང་ག་བ་འགྲོ་ཡོད་མེད་ཁོ་རང་གིས་གཟིགས་ཡོད་ཟེར་བ། ཨ་ནི། ད་ལྟ། རི་དྭགས་རྒྱང་ངའི་མི་དེ་གིས་ཁྱེད་རང་དེའི་ཤ་པ་དེ། ག་བ་འགྲོ་བ་མཐོང་སོང་ཡོད་ལ་མཐོང་ཡོད་རེད་དེ། དགེ་སློང་གིས། ཨོ། ད་ངས་མཐོང་མ་སོང་ཕལ་ཆེར་འདི་ནས་ཕར་འགྲོ་ངེས་སོ་རེད་བྱས་སོང་མ་མགོ་བོ་དང་ས་ཆ་གཞན་དག་ལ་བཏང་བཞག་པ་རེད་བ་ལྟ། འདི་ག་རེ་ཟེར་ན། སེམས་ཅན་གཞན་གྱི་སྲོག། སྐྱོབ་བའི་གི་དོན་དག་ལ་རོ། འདི་ཡིན་ན་དགོས་པ་འདུག་ཨ། ང་རང་ཚོ་དགོས་པ་ཁྱོན་ནས་ཡོད་མ་རེད། རང་གི་དོན་དག་སྒྲུབ་པའི་བླ། ཅིག། རྫུན་མ་ལུང་པ་གང་བཤད། སྤྱི་པའི་དོན་དག་སྒྲུབ་པའི་སྐབས་ལ་ཡང་རྫུན་མ་བཤད་ནས་ཡང་དོན་དག་སྒྲུབ་ཐུབ་ཀྱི་ཡོད་པ་ཡིན་ན་རྫུན་མ་མ་བཤད་པར། དེ་འདྲས་དེ་འདྲས་རེད་ཞེས་ཁོ་རང་གིས་ད་ག་རག་ལབ་སོང་ང་ཡང་ད་ག་རག་དྲན་སོང་ལབ། ད་ག་རེད་སྤྱི་པའི་དོན་དག་མ་སྒྲུབ་པར་དེ་འདྲས་ཡོང་དགོས་བ་རེད། པོ་དེ་འདྲའི་ཅི་སྐད་ཅིག་མེད་པར་བྱས། བརྫུན། ཕྲ་མ་ལ་ཉེས། དེ་བས་ཀྱང་འདི་ལ་དགོས་པ་ཁྱོད་ནི་ཡོད་མ་རེད། བརྫུན་ལ་ཡང་བརྫུན་ཤེས་ས་ཤེས་དགོས་ས་ཟ་མ་དགོས་ས་ཡོད་ཟེར་ནས་ཡང་ཕྲ་མ་དེ་ལ་ཡང་ཕྲ་མ་ཤེས་དགོས་ས་མི་དགོས་ས་འདི་རྩིས་རྒྱག་ཡ་ཡོད་མ་གདའ། ཕྲ་མ་ལ་ཉེས་ཏེ་མི་ཉིད་སྤྲུག་གོ་རེད་བ། འཁྱམ་པོ་ཡོད་ངེས་ཏེ་སྤྲུག་གི་ཡོད་བ་ཡིན་ལ་འདི་མི་གོ་བ་བྱས་རེད་བ། བརྫུན་ཕྲ་མ། ཚིག་རྩུབ་དེ་ནི་ང་ཚོ་ལ་ཤུགས་ཆེན་པོ་ཅིག་ཡོད་རེད། རེ་བ། མེ་འབར་ཡོང་གི་རེད་གཏན་ནས་མ། ལམ་སང་དུ་བ་ཐོན་ཆོད་ཆོད་ཡོད་རེ་བ། འོ་དེ། མེ། འབར་བ་དང་ལམ་སང་དུ་བ་སྟོན་དགོས་ཡ་ཡོད་མ་རེད། རེ་བ། འོ་དེ་བྱས་རྫུན་ཕྲ་མ་ཚིག་ཚུགས་ཨ་ང་ཁྱལ། རེ་བ། ང་རང་འཛོམས་འཛོམས་བྱེད་པའི་སྐར་ལ། དོན་མེད་ཀྱི་འཆལ་གཏམ་དེ་ནི་གསུམ་འོ་བ་བྱས། ཨ་ནི། སོ་སོས་ཀྱི། རང་མགོ་མ་ཐོན་པ་བྱས། མི་གཞན་དག་ལ་བྱི་དོགས་འདི་འདྲའི་དམན་པ་བྱས། ཨ་བསམ་ཚུལ་ཡང་ཁོ། ཅི་འདྲི་མི་འདྲི་ཤེས་པའི་སྐབས་ཨ་ལ་དེ་འདྲའི་ཞིག་མེད་འགྲོ་ཟེར་ནས་ཁོ་བསམ་ཚུལ་གསུངས་ཆོག་གོ་ར་བ། དེ་འདྲའི་སྨན་པ་བྱས། སོ་སོ་གི་སྣ་ཁང་བྱས་མོ་གོ་བ་ཚོ་ནི་མི་ཡི་ཆེ་བ་ལ་སློང་པ། ཁང་ཁ་བཏང། ཨ་ནི་སོ་སོའི་དགོངས་དག་མ་ལོག་འགྲོ་དུས་ཨ་ནི་སྲོག་སློང་པ་རེད་འགྲོ་ངེས་དེ་འདྲའི་ཡོང་གི་འདུག་ཨ་ར་བ།

གཅིག་ཡོད་རྒུ་ཡོད་ཀྱི་ང་ལ་འདི་བྱུང་ན་ཟེར་ནས། འདི་གཉིས་ཡོད་པ་ཡིན་ན་ཨ་ཕ་གཅིག་སྤྲུལ་དུས་གཅིག་བུ་ཆུ་དྭངས་ཡོད་པ་རེད་བ། འོ་དེ་འདྲས་ཀྱི་བསམ་བློ་འཁོར་དགོས་བ་རེད་བ། རྣམ་པ་ཚོ་ལ་ལྟ་བུད་མེད་དུ་ཚོ་ཡོད་པ་ཡིན་ན་འདི་ཁར་ཚ་ཆུ་བ་མང་པོ་བཞུ་བོ་ཡོད་རེད་བ་དེང་སང་ཆུ་བ་དར་ཚོད་གནང་ང་བཟོས་ཤག་གི་ཆུ་བ་དེ་འདྲ་འདྲ་པོ་མང་པོ་བཞུ་བོ་འདུག་ཨ། རེད་བ། ཨ་ནི་ཁོ་ཡང་གོ་ཡན་གྱི་དུས་ཚོད་ཅིག་འདུག་བ། ང་འཁྲུངས་སྐར་ལ་འདི་གོང་གི་ཡིན། པར་ཏི་འགྲོ་དུས་འདི་གོང་གི་ཡིན། ཨ་ནི། ཞབས་བྲོ་ཁར་ཟ། སྒོར་གཞས་སྒོར་བཙུར་བྲོ་བྱེད་དུས་ཡང་ཆོས་པ་དེ་བག་ཕེབས་ན་བ་དུ་ཡང་རྐང་པ་གཡུག་དུས་ཡག་པོ་མི་འདུག་ཟེར་ནས་ཡང་དུག་ལོག་མང་པོ་ཞིག་བུ་ཁྱི་གུག་གུག་འདུག་བ། ཨ་ནི་ང་ཚོ་ཆོས་བྱེད་དུས་ཡང་དཔེ་ཆ་མ་ཤེས་པ་བྱས་ནས་ཡོང་དེ་གས་དེ་དཔེ་འདུག་བྱས་ཡོད་མ་རེད་ད། རེད་བ། ཨོ་དེ་གང་ལྟར་ཡང་འདི་ལ་ད་ག་ཅི་འགྲོ་མི་འགྲོ་རེད་དེ་ཡོད་དུས་ང་ཚོ་མི་རྒྱ་བ་བཅུ་ལ་ག་ཚོད་ཚོད་ཀྱི་བསམ་བློ་བཅུ་ནས་ང་རང་ཚོ་དྲུག་ཡག་པོ་གསུང་ཐུབ་པ་ཡིན་ན་སྤོབས་པ་སྐྱེས། རེ་བ། བཅུ་ནས་བཞིའི་ཡག་པོ་སོང་དྲུག་འདི་ལ་སོང་མ་ཐུབ་པ་ཡིན་ན་སྤོབས་པ་སྐྱེ་ཡོད་མ་ཚོད་ཡིན་འགྲིག་མི་འདུག་བསམ་བློ་བཏང། རེ་བ། ང་རང་ཚོ་ཤིང་ཏོག་ཅིག་ཉོས་པ་ཡིན་པ་ཡིན་ན་ཡང་མི་ཅིག་གིས་ཐོད་པ་སྤྲད་པ་ཡིན་ན་དཔེ་དགའ་བོ་ཞིག་འདུག་ཨང། ཉུང་དུ་བཏང་པ་ཡིན་ན་གར་ཕྱིན་ནས་ང་ལ་ཉུང་དུ་སྤྲད་པའི་ཀི་ལོ་སྐྱ་དེ་ཉུང་དུ་ཕྱིན་པ་ཡིན་ན་འདི་རླུང་ལང་གི་འདུག་བ་དེ་ན་ཞིག་ང་རང་ཚོ་ཅིག་ཚུལ་ཁྲིམས་སྲུང་པའི་སྐབས་ལ་ཡིན་པ་ཡིན་ན་ཡང་ཨ་ནི་བཅུ་ནས་དྲུག་ཚོ་བདུན་ཚོ་མང་ང་ཅིག་སྲུང་ཐུབ་པ་ཡིན་པ་ཡིན་ན་དགའ་བ་སྒོམ། མཁན་གསོན། ཨ་ནི། སྦྱིན་པ་ནི་ང་རང་ཚོ་གང་ཐུབ་ཆེད་དུ། ཧུར་ཐག་བར་ཐག་བྱེད་དགོས་བ་རེད་རེད་བ། ལུས་ཀྱི་སྦྱིན་པ་ངག་གི་སྦྱིན་པ་ཡིད་ཀྱི་སྦྱིན་པ། ཨ་ནི། ཕྱིའི་དཔལ་འབྱོར་གྱི་སྦྱིན་པ་དེ་ཚོ་ག་ལ་ག་ལ་འདི་ང་རང་ཚོར་སྤོབས་པ་སྐྱེད་འོས་བ་རེད་ད། ཡི་གེ། སྨོན་ལམ་དྲི་མ་མེད་པའི་མཚམས་སྦྱར་གསུང་ཡས་འདི། ད་རྣམ་པ་ཚོ། ཡ། སྨོན་ལམ་དྲི་མ་མེད་པའི་མཚམས་སྦྱར་ལ་ཉེ་འདི་ག་རེ་རེད་གསུང་ད། རྣམ་པ་ཚོ་གསུང་ཡས་བས། ང་རང་ཚོ་སྐྱེ་བ་ཕྱི་མ་དལ་བ་བརྒྱད་དང་སྦྱོར་བ་བཅུ། ཚེ་འདི་ལ་ང་ཚོ་དལ་བ་བརྒྱད་དང་སྦྱོར་བ་བཅུ་ཚང་བའི་མི་ལུས་ཐོབ་འདོད་རེད་བ། ཐོབ་པ་དེ་སྐྱེ་བ་སྔ་མ་ནི་ཚུལ་ཁྲིམས་ཡག་པོ་ཅིག་བསྲུང། རེད་བ། བཞི་དེ་ཚུལ་ཁྲིམས་ཡག་པོ་བསྲུང། དེ་ནས་སྦྱིན་པ་ལ་བཟོད་པའི་གྲོགས་བྱས། ནི་སྨོན་ལམ་དྲི་མ་མེད་པར་མཚམས་སྦྱར་བ་རེད་གསུང་གོ་རེད་བ། ད་སྐྱེ་བ་ཕྱི་མ་འདི་འདྲའི་ཡོན་ལ་འདི་གཅིག་པ་གཅིག་ཀྱང་བྱེད་དགོས་རེད་ད། ད་སྨོན་ལམ་དྲི་མ་མེད་པའི་མཚམས་སྦྱར་གསུང་ཡིན་དེ་ག་རེ་རེད།

རང་གི་དོན་དག་ལ་ང། ད་ཚེ་འདི་ལ་ད་ང་རྒྱུད་དཔོན་ཆོར་ཞེ་དྲག་བྱུང་མ་སོང་ག་ཐོས་ནས་མིའི་འོག་ལ་ལག་པ་ཞིབ་ཟས་བོ་ཁྱེར་སོང་སྐྱེ་བ་ཕྱི་མ་ད་ང་རྒྱུད་དཔོན་ཆོར་ཡག་པོ་ཆགས་ནས་སྐྱེ་བ་ཕྱི་མ་མི་ལུས་བཟང་པོ་བྱོས་ཏེ་རྒྱུད་དཔོན་ཆོར་ཡག་པོ་བྱས་ནས་མི་གཞན་དག་ལ་ཕ་སྤྲད་ཀྱིན་ཡིན་ཟེར་ནས། ཅིག། རྫིག་པོ་འཁྲབ་ཀྱིན་ཡིན་དེ་འདྲས་ཡིན་ན་དྲི་མེད་ཀྱི་གོས་བར་བ་དེ་འདྲས་མེད་པ་བྱས། སྐྱེ་བ་འདི་ལ་ངས་གང་ཐུབ་བྱེད་དུ་མི་ལ་ཕན་དུ་བྱེད་ཐུབ་སོང། བྱེད་མ་ཐུབ་པ་ཡིན་ན་སྐྱེ་བ་འདི་ལ་ད་ངས་མི་ལ་ཕན་དུ་བྱེད་ཐུབ་མ་སོང་སྟེ་ད་སྐྱེ་བ་ཕྱི་མ་ངས་མི་ལ་ཕན་དུ་བྱེད་ཀྱིན་ཡིན་ལ་ཡའི་བསམ་བློ་འདི། སྨོན་ལམ་གྱིས་བརྒྱབ་ཐུབ་པ་ཡིན་ན་འདི་སྨོན་ལམ་དྲི་མ་མེད་པ་ལ་ནི་སོ་སོའི་གི་རང་དོན་དང་མ་འབྲེལ་བའི་གི་སྨོན་ལམ། ཆོས་ཀྱི་དོན་ནི་བསམ་བློ་བཏང་པ་ཡིན་ན་རང་དོན་ཡིད་ཆེས་ཀྱི་བསམ་པ་མེད་པ། རང་གི་དོན་དང་སྒྲུབ་པའི་གི་ཆེད་དུ་སྨོན་ལམ་བརྒྱབ་པ་མ་ཡིན་པ་དེ་ལ་ཨ་ནི་སྨོན་ལམ་དྲི་མ་མེད་པའི་མཚམས་སྦྱར་རོ་འདི་འདྲས་ཀྱི་གསུང་གནང་གི་འདུག་ལམ་རིམ་ནང་ལ་འདི་ཅིག་འདུག་འདི་ཡིན་གཅིག་མིན་གཅིག་མཁྱེན་པ་ཅིག་ན་འདི་ཡག་པོ་འདུག་བསམ་བློ་བཏང་ཡ་ལ་རེ་བ་མེད་ན་ང་ཚོ་སྨོན་ལམ་བརྒྱབ་བརྒྱབ་ལ་འདི། བླ་མ་དེ་ཚོས་གསུངས་འོ་རེད། ཚུལ་ཁྲིམས་རྣམ་པར་དག་པའི་གཞིའི་གསུང། ཨ་ནི་སྦྱིན་པ་ལ་གསོལ་བའི་གྲོགས་བོ་ཆེ། སྨོན་ལམ་དྲི་མ་མེད་པའི་མཚམས་སྦྱར་དང་སྨོན་ལམ་དྲི་མ་མེད་མཚམས་སྦྱར། མཚམས་སྦྱར་གསུང་ཡན་འདི་དག་གིས་ཞུ་བ་ན་ཞེས། ང་སྐྱེ་བ་ཕྱི་མ་མི་ལུས་ཐོབ་པས་ཏེ། སངས་རྒྱས་ཀྱི་གོ་འཕང་ཐོབ་པས་བྱང་ཆུབ་ཀྱི་སེམས་སྐྱེའི་དོན་དག་ལ་རེ་བ། དོན་དག་ད་ག་རེད། ཨ་ནི་ང་ཚོ་འདི་བསམ་བློ་བཏང་མ་ཐུབ་པ་ཡང་ན་གཞན་ལ་ཕན་པ་སྒྲུབ་པའི་ཀྱི་ཆེད་དུ་ང་སངས་རྒྱས་ཀར་ས་སྐྱེ་བ་ཕྱི་མ་མི་ལུས་ཐོབ་ཀྱི་ཡིན་ལ་ཡང་བསམ་བློ་འདི་སྨོན་ལམ་གྱིས་བརྒྱབ་ཐུབ་པ་ཡིན་པ་ཡིན་ན་སྨོན་ལམ་དྲི་མ་མེད་པའི་མཚམས་སྦྱར་འོ་འདི་གསུང་གི་འདུག་བ།